ནུས་པ་ཡོངས་ལ་འཚམས་འདྲི། ཕྱི་དྲོ་བདེ་ལེགས་ཞུ་བ་དང་ཆབས་ཅིག་འཕྲལ་མར་ཁམས་ཚང་ནང་ཞུགས་ཡོད་པའི་རེ་བ་ཞུ་གི་ཡོད། ད་ཁ་སང་ང་ཚོ་ད་ལོ་སློབ་ཚན་སུམ་ཅུ་པ་ཡོངས་སུ་རྫོགས་པ་བསྒྲུབས་ནས་ཁ་སང་ཤེས་དཔེ་སྤྲིངས་ཡིག། ཤེས་དཔེ་སྤྲིངས་ནས་ང་ཚོ་དབུ་འཛུགས་ཞུས་པ་རེད། ཤེས་པའི་སྤྲིན་ཡི་ནང་ནས་ཀྱང་སྤྱིར་བཏང་ཁོ་རང་ཤེས་པའི་སྤྲིན་ལ་མང་པོ་ཡོད་པའི་ནང་ནས་ང་རང་ཚོ་སློབ་ཚན་སློབ་གྲྭར་སློབ་ཡག་གི་སློབ་ཚན་དུ་ཟུར་འདོན་བྱས་ཡོད་རེད་དཔེར་ན་འདས་ཁྱེད་རང་གཟིགས་བཞིན་པ་དེ་ཟླ་མགོ་ང་ཚོ་སློབ་ཚན་བསླབ་པའི་ཤོ་ལོ་ཀ་དེ་ཁ་སང་ལ་ཡང་ན་ཤེས་པའི་སྤྲིན་ཡི་ཁོ་རང་གི་ཤོ་ལོ་ཀ་ཟེར་ན་ཤོ་ལོ་ཀ་སུམ་ཅུ་པ་དེ་རེད་ང་རང་ཚོ་འཛིན་གྲྭ་བཅུ་བའི་ནང་གི་སློབ་ཚན་ཟུར་འདོན་བྱས་པའི་གི་སློབ་ཚན་ལ་གཞི་བཞག་པ་ཡིན་ན་ཤོ་ལོ་ཀ་དང་པོ་དེ་རེད། ད་ཁ་སང་ང་ཚོ་ཤོ་ལོ་ཀ་དང་པོའི་ནང་ལ་ག་རེ་བཤད་ཡོད་ག་རེ་གསུངས་ཡོད་ལབ་པ་ཡིན་ན་རྒྱལ་པོ་བདེ་སྤྱོད་བཟང་པོ་ལགས་སློབ་དཔོན་ཀླུ་སྒྲུབ་ཀྱིས་འཛམ་གླིང་འདིའི་ནང་ལ་དེབ་སྤེལ་སྐབས་ལ་ཁྱེད་རང་སུའི་ཆེད་དུ་ཡང་སྡིག་པ་སྨྲ་ཟ་མདོར་བསྡུས་བཤད་པ་ཡིན་ན་སུའི་ཆེད་དུ་ཡང་སྡིག་པ་སྨྲ་ཟ། རྒྱུ་མཚན་ག་རེ་ཡིན་ཟེར་ན་སྡིག་པ་བསགས་པའི་འབྲས་བུ་དེ་ལས་མང་བས་དམྱལ་བའི་གཉའ་ལ་མྱང་དགོས་པའི་སྐབས་ལ་ཁྱེད་རང་གཅིག་པུ་མྱང་ཡག་རེད་མ་གཏོགས་སུ་ལ་བགོ་བཤའ་རྒྱབ་ས་ག་ལ་ཡིན་མི་ཆ་ང་ཚོ་ཟ་ཡག་ཏུ་མ་སོང་ན་ག་ལ་ན་སུ་ལ་ཡང་བགོ་བཤའ་རྒྱག་ཡག་ཡོད་མ་རེད་ལབ་རེད་བྱས་ཙང་དེ་རིང་གི་ཤོ་ལོ་ཀ་དེ། མདང་དགོང་གི་ང་ཚོ་མདང་དགོང་ཁྲིད་མ་ཐག་པའི་མདང་དགོང་ཁྲིད་མ་ཐག་པའི་གི་མདང་དགོང་ཁྲིད་ཚར་བའི་གི་ཤོ་ལོ་ཀ་དང་འབྲེལ་བ་ཆེན་པོ་ཡོད་རེད། ཁ་སང་ཁ་སི་ལ་པ་ཡིན་ན་ཡང་སུའི་ཆེད་དུ་སྡིག་པ་མ་བསགས་ལབ་རེད་བ། ད་དེ་རིང་གི་ཤོ་ལོ་ཀ་རྡོག་རྡོག་གནང་ལ་ད་ལྟ་གཉིས་རྡོག་རྡོག་བཤད་ཀྱིན་ད་ག་རེ་གསུངས་སི་ལ་པ་ཡིན་ན་སྡིག་པ་ད་ཁྱེད་རང་གི་འཛམ་གླིང་འདིའི་ནང་གསོན་པོ་བསྡད་པའི་གི་ལ་སྡིག་པ་ཅིག་བྱས་པ་ཡིན་ན་སྡིག་པ་བསགས་པ་དང་ལམ་སང་ཁྱེད་རང་གིས་སྡིག་པ་འདི་བྱས་ཞེས་ཟེར་ནས་ཆད་པ་བསགས་མ་སོང་ན་ཉེས་བ་བཏང་མཁན་དང། གྲི་བཙུགས་མཁན་དང་མེ་མདའ་རྒྱག་མཁན་དེ་འདྲ་ཡོད་མ་རེད་ལབ། ཡིན་ན་ཡང་སླད་མོག་པོ་ཤི་བའི་སྐབས་ཤི་བའི་རྗེས་སུ་བྱས་ཙང་འབྲས་བུ་གང་ཡིན་པ་དེ་ཁྱེད་རང་གིས་མངོན་སུམ་དུ་མྱང་གི་རེད་ལོ་དེ་བཤད་ཡ་དེ་དེ་རེད་དེ་མ་བཤད་པའི་སྔོན་ལ་དང་པོ་ག་རེ་བཤད་ཟེར་ན་དང་པོ་ཚིག་གི་དོན་དག་དེ་བཤད་ཡིན། མཐའ་སང་ང་འགྲོ་བའི་སྐབས་དང་པོ་ཚིག་གི་ཚིག་དོན་རེ་རེ་བྱས་ནས་བཤད། དེའི་ཞུ་དལ་འགྲེལ་བཤད་བརྒྱབ་ཡོད། ད་དམ་དུས་ནང་ལ་དང་པོ་ཤོ་ལོ་ཀ་དུ་ཀློག་གི་ཡིན་ད། སྡིག་པའི་ལས་རྣམས་སྤྱད་པ་འགའ་ཡང་ནི། དེ་ཡི་མོད་ལ་མཚོན་བཞིན་མི་སྤྱོད་ཀྱང། འཆི་བའི་དུས་ལ་འབབ་ན་སྡིག་པ་ཡི། ལས་ཀྱི་འབྲས་བུ་གང་ལ་མངོན་པར་འགྱུར། སོགས་དུས་ཤོ་ལོ་ཀ་གཅིག་དེ་རེད། ད་ག་ཚིག་གི་དོན་དག་བཤད་པ་ཡིན་ན་སྡིག་པའི་ལས་སེལ་དུ་གང་ག་ས་གང་འབྲས་བུ་སྡུག་བསྔལ་སྤྲད་མཁན་འབྲས་བུ་སྡུག་བསྔལ་གྱིས་འབྲས་བུ་སྡུག་བསྔལ་སྦྱིན་མཁན་འབྲས་བུ་སྡུག་བསྔལ་སྤྲད་མཁན་ལ་སྡིག་པ་ཟེར་བར་འབྲས་བུ་བདེ་བ་སྟེར་མཁན་ལ་དགེ་བ་ཟེར་བར་སྡིག་པ། སྡིག་པའི་ལས་བསམ་མ་གོ་སྨྲས་བ་ཅི། རྣམས་ཟེར་ན་མང་ཚིག་ར་བ་ཅེས་པ་ཟེར་ན་བྱས་པ་རེད་ས་པ་དང་པ་ཡི་དང་ཅག་དང་ཅེས་པ་ཟེར་ན་བ་ཡི་དང་བྱ་ས་བྱས་པ་རེད་ད་ཁྱེད་རང་ཚོ་ག་དུས་ཡིན་པ་ཡིན་ན་ཡང་སྨྱུ་གུ་དང་དེབ། ཀློག་ཐེངས་གསུམ་དེ་ངེས་པར་དུ་དགོས་རེད་ད་ས་ཁྱོད་ཟུར་བསྟན་ཐ་ན་ངས་དེ་འདི་མཆན་མཆན་རྒྱག་གི་འདུག་ཚིག་དོན་ཤེས་ཀྱི་འདུག་ཨ། ག་ཟེར་ན་ན་སྡིག་པའི་ལས་ཟེར་ན། འབྲས་བུ་སྡུག་བསྔལ་སྤྲད་མཁན་གཅིག་ཟེར་བ་རེད། དགེ་བའི་ལས་ཟེར་ན་འབྲས་བུ་བདེ་བ་སྟེར་མཁན་གཅིག་ཟེར་བ་རེད། ང་ཚོའི་སེམས་ཅན་ཐམས་ཅད་བདེ་བར་འདོད་པ་དང་བདེ་བར་འདོད་པ་འདོད་མཁན་མེད་དུ་གཅིག་པུ་ཡིན་ཙང་ག་དུས་ནས་སྡིག་པ་བསགས་ཡོད་མ་རེད་བ། སྡིག་པའི་འབྲས་བུ་ལ་མི་དགེ་བའི་ག་ཟེར། སྡིག་པ་མི་དགེ་བའི་འབྲས་བུ་ལ་སྡུག་བསྔལ་མྱངས་ཡིན་པ་བཤད་མི་དགོས་རེད་བ།

མཐོང་ཆུང་མྱོང་རྒྱུ་གྱི་ལས་མོ་ཐ་ན་རུ་མཐོང་ང་མཐོང་ཆ་ནི་དགྲ་ལྷ་བེའུ་དག་བྲིས་མ་གཏོགས་ཚེ་བྲི་བ་ཏང་གི་རྟགས་ལས་ལ་གསུམ་ཡོད་རེད། ལས་ལ་དབྱེ་ན་གསུམ་ཡོད་རེད་མོ། ཐ་ན་རུ་མཐོང་ང་མཐོང་ཆ་ནི་རུ་ཆོས་ས་ཆོས་མཐོང་ཆོས་མ་ཡེ་ད་མྱ་ན་རུ་མྱོང་ང་མྱོང། འགའ་བོ་འགའ་ཡེ་དང་འགྱུར་རང་འགྱུར་འདུག་འོ་འགའ་ཡེ་དང་རྒྱ་ཤོབ་འགྱུར་འགྱུར་འོ་འགའ་ཡེ་དང་རྒྱ་ཤོབ་ཅུང་འགྱུར་རང་འགྱུར་ཁ་ཡེ་ད་གྱ་ཁུ་མཐོང་ཆུང་མྱོང་རྒྱུ་གྱི་ལས་ལབ་རེད།

མཐོང་ཆོས། མ་དང། འདི་དགའ་ས་ལ། ད་འདི་ལ་ཡིན་པ། མཐོང་ཆོས་ཉོན་རྒྱུ་དུ་དགའ་ས་འདི། མཐོང་ཆོས་ཉོན་རྒྱུ་ལས་ཟབ་དགའ་ཚེ་འདི་ལ་ལས་བསགས་ནས་ཚེ་འདའང་རང་ལ་མི་འདའ་དེ་ལ་མཐོང་ཉོན་ལས་ཟབ་སྐྱེ་གནས་ཉོན་རྒྱུ་གྱི་ལས་སྐྱེ་གནས་ཉོན་ས་ཚེ་འདི་ལ་ལས་བསགས་ནས་ཚེ་འདི་ལ་ལས་བསགས་ནས་དེའི་འབྲས་བུ་དེ་ཚེ་འདི་ལ་མ་སྨིན་པ་བྱས་ནས་སྐྱེ་བ་ཇེ་མང་ལ་ལུས་གར་ལེན་པ་ཡིན་ན་སྐྱེ་བ་ཆ་མི་ཡ་དེ་ལ་སྐྱེ་གནས་ཉོན་རྒྱུ་གྱི་ལས་ཟེར་བ་རེད། གསུམ་པ་དེ་ལན་གྲངས་བཤད་རྒྱུ་ལན་གྲངས། ལན་གྲངས་གཞན་འགྱུར་གྱི་ལས། ལངས་ན་ལན། ཁ་ར་ཏྲ་གྲངས་ངག་སེར་གྲངས་ལན་གྲངས་ཁ་བོ་ཞང་ན་བཞིན་ཨའོ་འགའ་ཡེ་དང་རྒྱ་ཤུབ་བཞིན་འགྱུར་ར་འགྱུར་ཁ་ཡེ་དང་ཁྱ་གུག་གི་ལན་གྲངས་གཞན་འགྱུར་གྱི་ལས། ཚེ་འདི་ལ་ལས་བསགས་ནས་ཚེ་ཕྱི་མ་ལ་མི་དམིགས་པར་བྱས་ནས་སྐྱེ་བ་མང་པོས་བྱས་ལ། སྐྱེ་བ་མང་པོས་བྱས་ལ་མི་ཡང་བྱེད་རོ། དེ་ལ་ལན་གྲངས་གཞན་འགྱུར་གྱི་ལས་ལ། ད་ལས་གསུམ་ཡང་བརྒྱ་ལབ་ཀྱི་ཡིན་ད། གར་བསླབ་པ་ཡིན་ན་མཐོང་ཆུང་མྱོང་རྒྱུ་གྱི་ལས་ཚེ་འདི་ལ་ལས་བསགས་ན་དེའི་འབྲས་བུ་ཚེ་འདའ་རང་ལ་མི་ཡ་དེ་སྐྱེ་གནས་མྱོང་རྒྱུ་གྱི་ལས་ཚེ་འདི་ལ་ལས་བསགས་ནས་སྐྱེ་བ་ཇེ་མང་མི་མི་སྐྱེ་མ་སྐྱེ་བ་ཇེ་མང་རང་ལ་འབྲས་བུ་སྨིན་ཏེ་སྐྱེ་གནས་མྱོང་རྒྱུ་གྱི་ལས་ཀྱི་ལན་གྲངས་གཞན་འགྱུར་གྱི་ལས་བསགས་ནས་ཚེ་འདི་ལ་ལས་བསགས་ནས་སྐྱེ་བ་ཇེ་མང་མི་འགལ་བ་མ་དག་སྐྱེ་བ་མང་པོའི་ཆེད་ལ་ལས་མ་སྨིན་པར་འགྲོ་ས་ཡོད་བ་མ་རེད།

མཚོན་ཆའི་རྟུལ་བ་བཞིན་ཁྱེད་རང་གི་དཔེར་ན་བྱས་མི་གཅིག་ལ་མི་གཅིག་གིས་རྐང་པ་ཁྱེད་རང་གིས་མི་གཅིག་གིས་ཁྱེད་རང་གི་རྡོ་བཞིན་རྐང་པ་བཅག་པ་ཡིན་ན་ཁྱོད་མི་གཅིག་གིས་རྐང་པ་བཅག་འདོགས་སོ་ཡང་བསྐྱར་མི་གཅིག་དེ་ཡི་གི་ལེགས་པོ་ཡིན་ཟེར་བར་ལས་ཀྱི་ལས་དེ་གི་ལས་དེ་ལམ་སང་ཁྱེད་རང་ལ་རྐང་པ་རྐང་པ་བཅག་ལ་སོགས་པ་དང་ཁྱེད་རང་མི་འདི་ལ་ཁྱེད་རང་སྡིག་པ་བསགས་པ་དང་དེ་ཡི་འབྲས་བུ་ལ་ཁྱེད་རང་གིས་མིག་ག་ཟེ་གྲི་ལ་སོགས་པ་གིས་མིག་གཏོང་ཡང་འགྲོ་ཡང་སོགས་པ་དང་རྐང་པ་ལ་སོགས་པ་གིས་གྲི་རྐང་པ་ལ་སྟ་གྲི་ལ་སོགས་པ་གིས་ལག་པ་གང་ལ་གཏུབ་འགྲོ་ཡང་དེ་འདྲ་ཡོད་མ་རེད་ཟེར་བར་ཁྱེད་རང་གིས་ཚེ་འདི་ལ་བསྡད་པའི་སྐབས་ལ། སྡིག་པའི་སྡིག་པའི་སྡིག་པའི་ལས་སྡིག་པ་ག་ག་ཟག། སྡིག་པ་བསགས་པའི་འབྲས་བུ་དེ་ཚེ་འདའ་ཁང་ལ་མཚོན་ཆ་ནང་བཞིན་དཔེར་ན་མཚོན་ཆ་བཙུགས་པ་ནང་བཞིན་རང་ས་རང་སར་འབྲས་བུ་མི་ཡང་དེ་འདྲ་ཡོད་མ་མཚོན་ཆ་བཙུགས་པ་བཞིན་ཁྲག་འདུག་ཟེར་ན་དེ་མ་ཐག་ཏུ་ལམ་སང་ཁྱེད་རང་གིས་མི་མི་དགེ་བའི་ལས་མི་དགེ་བའི་བྱས་པའི་འབྲས་བུ་དེ་ལ་ཚེ་འདི་ལ། དེ་ཡི་འབྲས་བུ་ལམ་སང་ཁྱེད་རང་རྐང་པ་བཅག་ཁྱེད་རང་ལ་རྐང་ལག་བཅད་མཁན་ལ་སོགས་པ་དང་མིག་གཏོང་ཡ་ལ་སོགས་པ་དང་དྲི་བཙུགས་མཁན་ལ་སོགས་པ་དེ་འདྲ་ཡོད་མ་རེད་ལབ་རེད།

ལས་ཀྱི་འབྲས་བུ་དེ་ལ་ཁྱེད་རང་འདིར་མི་དགེ་བའི་ལས་ཀ་བྱས་པ་ཡིན་པ་ཡིན་ན་ཡང། འོ་དེའི་འབྲས་བུ་དེ་དེ་མ་ཐག་ཏུ་དག་ཏུ་ལམ་སང་མཚོན་ཆ་བཙུགས་མཁན་དེ་འདྲ་ཡོད་མ་རེད་ལ་འཕྲལ་དུ་རྨིང་པ་རྨིང་པའི་མི་འགྱུར་ན་ཡང་སྲིད་དེ་ག་མཚོན་ཆ་མཚོན་ཆ་བཙུགས་པ་བཙུགས་པ་ནང་བཞིན་འཕྲལ་དུ་དེ་མ་ཐག་ཏུ་རྨིང་པར་མི་འགྱུར་ན་ཡང་ལ་འོ་ན་ག་དུས་རྨིང་གི་ལབ་ད།

འཆི་བའི་དུས་ལ་འབབ་ཚེ་སྤྱི་ལ་བབ་པ་གཅིག་ལ་ཤི་ཡག་གི་དུས་ཚོད་ལ་སླེབས་པའི་སྐབས་ལ། སྡིག་པ་གང་དང་གང་བསགས་པ་དག་པས་འདི་རེ་ད་བས་ན་ང་ཚོ་ཤི་བའི་སྐབས་ལ་ང་ཚོའི་སེམས་ཀྱི་ཡོ་རོ་བ། ང་ཚོ་སེམས་དཔའི་མི་སེར་གྱི་གྲུང་པོ། འདབ་དགུ་དང་དག་སེམས་གྲུང་པོ་དང་དག་གི་སེམས་ག་ཚད་གྲུང་པོ་དེ་ལ་འདབ་དགུ་གྲུང་པོ་ཆགས་འགྲོ་བ་ཟིན་ཏོ་ཚང་མ་ཧ་གོ་གོ་ཟིན་ད་ལུས་ཡོད་མ་རེད་བ་ང་ཚོ་ང་རང་ཚོ་འཛམ་གླིང་ན་བདེན་གི་མི་ཤི་ཚར་སོང་ན་ཕ་ཆོག་མི་མཐོང་གི་མ་རེད་བ་ག་ས་སུ་སེམས་ཀྱི་གཟུགས་མེད་གཟུགས་ཡོད་མ་རེད་བ་བྱས་ཙང་ག་ར་ཟིན་ལ་འདས་དེ

རྣམ་སྨིན་གྱིས་འབྲེལ་བའི་རྣམ་སྨིན་དང་སོ་སོར་འབྲེལ་བའི་སོ་སོ་ཀ་ས་གསུམ་འཛམ་གླིང་ན་བསྡད་པའི་སྐབས་ལ་ལས་མི་དགེ་བ་བྱས་པའི་འབྲས་བུ་དེ་རྣམ་སྨིན་གྱི་འབྲས་བུ་གང་ཡིན་པ་གསལ་པོ་ཤེས་ན་ད་གང་ཡིན་པ་འབྲས་བུ་སྨིན་ཡ་དེ་ལྟར་རྣམ་སྨིན་གྱི་འབྲས་བུ་གང་གིས་སྨིན་ཡོད་པ་དེ་ལྟར་ཚ་བ་ཀ་ས་འབྲས་བུ་འབྲས་བུ་གང་ལ་སོ་སོའི་ལུས་ལྟ་བུ་ཡོད་རེ་བ་འཛམ་གླིང་ན་བསྡད་པའི་སྐབས་ལ་སྡིག་པ་བསགས་པའི་འབྲས་བུ་དེ་ལྟར་ཕག་དམྱལ་བའི་ནང་ལ་སྨིན་གྱི་ཡོད་པ་དེ་གསལ་པོ་ཤེས་ནས་ལབ་རེད།

ཡིན་པ་རྒྱུ་མཚན་དེ་ནི་སྡིག་པ་ཆུང་ངུ་ཡིན་ཡང་འཛེམ་ཟོན་བྱེད་དགོས་པ་སོང་རྒྱུ་མཚན་དེ་ལས་ད་ནི་འཛམ་གླིང་འདི་ལ་བདེ་བའི་སྐལ་བ་སྡིག་པ་ཆེན་པོ་དུ་ཕར་བཞག་ལབ་རེད་སྡིག་པ་ཆུང་ཆུང་ཡིན་པ་ཡིན་ན་མ་བྱེད་ཨ་ལབ་རེད་འཛེམ་ཨ་ནི་མ་བྱེད་གཟབ་གཟབ་བྱེད་ཤོག་ཨ་ལབ་རེད་ད་ཡང་སྡོམ་བྱེད་ཀྱི་འདྲ་ཚེ་ཚེ་འདི་ལ་ཁྱེད་རང་སྡིག་པ་བསགས་པ་ཡིན་ན་དེ་ལ་སྡིག་པ་བསགས་པ་དང་ལམ་སང་འབྲས་བུ་སྨིན་ཡ་ཡོད་པ་མ་རེད་ལ་འབྲས་བུ་ག་དུས་སྨིན་གྱི་རེད་ལབ་པ་ཡིན་ན་འབྲས་བུ་སྡིག་པ་བསགས་པའི་འབྲས་བུ་ཁྱེད་རང་རྐང་པ་གཏུབ་ཡ་ལ་སོགས་པ་དང་ལག་པ་གཏོར་ཡ་ལ་སོགས་པ་དང་མིག་གཏོང་ཡ་ལ་དེ་འདྲ་ཡོད་པ་མ་རེད་དེ་ཡིན་ན

རྐྱེན་ནི་དངངས་སྐྲག་སྐྱེས་ནས་འབྲས་བུ་གང་གང་གི་འབྲས་བུ་སྨིན་གྱི་ཡོད་པ་དེ་ལམ་སང་གསལ་པོ་བྱེད་ན་ཧ་གོ་དགོས་རྒྱུ་མཚན་དེ་ལ་བརྟེན་ནས་ཁྱེད་རང་འཛམ་གླིང་འདི་ལ་བསྡད་པའི་སྐབས་ལ་ག་དུས་ཡིན་པ་ཡིན་ན་སྡིག་པ་རྩ་བ་ཉིད་ནས་མ་བསགས་ལབ་རེད། སྡིག་པ་རྩ་བ་ཉིད་ནས་མ་བསགས་ལབ་དེ་དང་ཆབས་ཅིག་ཕ་ས་དེ་རིང་སློབ་ཚན་གྱི་མཚམས་འཇོག་ཞུ་གི་ཡིན་དེ་ནི།